འཕགས་པ་ལས་མཛད་པའི་དབུ་མ་བཞི་བརྒྱ་པ་ལས། ད་དབུ་མ་བཞི་བརྒྱ་པ། འདས་ཀྱི་བརྗོད་བྱ་བདེན་པ་གཉིས་ལས་གཙང་མས་གསུངས་པ་ཡིན་དུས་དེ་ནི་ཀུན་རྫོབ་བདེན་པ་ལ་བརྟེན་ནས་མི་བཞེད་པའི་ལམ་སྟེ། མ་སྨིན་པ་སྨིན་པ་ཞེས་བཀོད་ཀྱི་ཡོད་རེད། ད་མ་སྨིན་པ་སྨིན་པ་ཟེར་དུས། དཔེར་ན། སྨྱུ་གུ་འདྲ་བོ་ཞིག་ཡིན་ན་ཞིང་ཁང་གི་ནང་ལ་དང་པོའི་ན་གིའི་ས་བོན་དེ་ཡར་སྨིན་ཟེར་དུས་ས་བོན་དེས་སྨྱུ་གུ་ཆུང་ཆུང་ཡར་དང་པོ་སྐྱེ་དགོས་ཀྱི་ཡོད་རེད་བ། དེ་ག་ནང་བཞིན་ང་ཚོས་ཀྱི་སེམས་ལ་དང་པོའི་སྐུ་གཟུགས་ལྡན་པའི་ཀྱི་སྣང་ཚུལ་གང་ཡིན་པ་དེ་ཤེས་དགོས་ཀྱི་ཡོད་རེད། སྐུ་གཟུགས་ལྡན་པའི་ཀྱི་གནས་ཚུལ་གང་ཡིན་པ་དེ་ཤེས་ན་དེ་ནི་དོན་དང་ལྡན་པ་དེ་རྟོགས་དགོས་ཀྱི་རེད།

སྡུག་བསྔལ་བ་ཟེར་རྒྱུ་དེ་མི་དགོས་པར་གཡོ་དགོས་པ་ཡིན་དུས་དེ་ནི་མི་གཙང་བ་ཡིན་པ། ད་མི་གཙང་བ་ཡིན་ན་དེ་ལས་བདག་དང་འཛིན་དུ་མི་རུང་བ་ཡིན་དུས་བདག་མེད་པ་ཡིན་པ་འོ། དེ་ཡིན་དུས་གཙང་སྟེ་བདག་དང་ལྟ་བ་འཛིན་པའི་གི་གཉེན་པོ་ལ་མི་རྟག་སྡུག་བསྔལ། དེ་ནི་མི་གཙང། བདག་མེད་པ་དེ་གཞི་དགོངས་དགོས་ཀྱི་རེད། འོ་དེ་ཤེས་དགོས་རེད། དེ་བྱས་ཏེ་ད་དང་པོའི level དང་པོའི་གོང་དུ་སོང་ནས། དང་ལེའུ་རྙིང་པ་ལུས་སྡུག་བསྔལ་བ་བསྐྱེད་པ་དེས་ད་ལྟར་བསྐྱེད་པ་ནང་བཞིན་དུ་ནི་བདེ་བ་སྟོབས་ཆུང་བ་ཡིན་པའོ། དེ་འདྲའི་བསྐྱེད་པའི་སྐབས་རེ་སྔ་རྗེས་སུ་སོང་ནས། ད་དེ་རེ་ཁ་ཚོང་ཁྲུས་དེ་སྟེར་བ། གྱོན་པ་སོགས་ལ་མི་རྣམས་ཀྱིས་བདེ་བ་རྟག་ཏུ་ཡོད་མོད་པའི་དང་པོ་གང་ལ་བཙོང་མེད་པ་དེ་ལ་དམ་པའི་བཀའ་ལ་ཡོད། སྒྲ་འགའ་ཞིག་གིས་བསམས་ན།

རྟག་ཏུ་གླང་པོ་ཆེ་གྱོན་དགོས་མི་རྫི་བོ་དེ་འདྲ་རེད་ད་འདི་ཚོ་དཔེ་སྐྱིད་པོ་ཡོད་ས་རེད་མཐོང་གི་ཡོད་རེད་མི་ཚོ་འགྲོ་ནི་སོ་སོ་ཁུ་བོ་ཁོ་འགྲོ་གི་ཡོད་པ་དཀའ་ལས་ཁག་ད་རྟག་གྱོན་འགྲོ་མཁན་དེ་ཚོ་ཁོ་ཚོ་དཔེ་དཀའ་ལས་མེད་པ་དཔེ་སྐྱིད་པོ་ཡོད་ས་རེད་བསམ་གི་ཡོད་དེ་ཡིན་དུས་རྟག་གྱོན་པ་ལ་སོགས་པ་དེ་ཚོ་སྐྱིད་པོ་ཡོད་རེད་ཟེར་མོད་དཀའ་ལས་ཀྱང་འགྲོ་མི་དགོས་པ་སོ་སོ་རྟག་ཁོ་འགྲོ་རེད་ད་ག་བ་འགྲོ་ནི་དེ་འདྲའི་སྐྱིད་པོ་ཡོད་ས་དེ་བདེ་བ་ཡོད་རེད་འདྲ་བོ་བསམ་པ་ཡིན་ན་ཟེར་གི་ཡོད།

གྱོན་པ་སོགས་ལ་མི་མང་གིས་རྟག་ཏུ་བདེ་བ་ཡོད་མི་བདེ་དང་པོ་གང་ལ་བཙོང་མེད་པ་དེ་ལ་འཚམས་པོ་ག་ལ་ཡོད་ཟེར། ད་གྱོན་པ་ཟོག་དེ་གྱོན་པ་དང་ད་དེ་སང་ཡིན་ན་ཅི་ཅིག་འཁྲུ་ཤ་ལ་སོགས་པ་ག་འདྲི་ཅིག་ནང་འགྲོ་གི་ཡོད་ན། དེ་དེ་འདྲིས་ཀྱི་འགྲོ་བདེན་གི་མི་དེ་ནང་ལ་བདེ་བ་རྟག་ཏུ་ཡོད་པ་མ་ཡིན། རེད་བ། རྒྱུ་མཚན་གང་གི་ཕྱིར་ཟེར་ན། དེ་ཡུན་རིང་པོ་འགྲོ་ན་རྟག་གཞོན་འགྲོ་ལ་ཉི་མ་གཅིག་གསུང་དུ་བཀུག་ན་རེད་དེ་ནི།

གོ་བདེ་བདེ་ར་སྐྱིད་པོ་སྐྱིད་བདེ་བདེ་ར། བདེ་བདེ་བ་ཡིན་ན་ནང་ཡིག་ཚིམ་ཐམས་ཅད་ནས་ཀ་ལི་ཁ་ཡོང་འདུག་དེ་ཡིན་དུས་དང་པོ་ཡར་འགོ་བཙུགས་དུས་ནས་ད་སྡུག་བསྔལ་ཆུང་ཆུང་ཅིག་ཡོད་པ་རེད་དེ་སྡུག་བསྔལ་ཆེར་ཆེར་ཆེར་ཆེར་འགྲོ་དེ་ནས་ཡུན་རིང་པོ་འགྲོ་སོང་ན་པེ་ཀ་ལི་ཆེན་པོ་ཁ་དེ་ལ་འཐམ་པའི་ག་ལ་ཡོད་ཅེས་བྱ་བ་དེ་ཡིན་དུས་དང་པོ་ཁོ་ཀ་ལི་ཡོད་ན་ཡང་ཀ་ལི་ཡོད་པ་དེ་མ་མཐོང་བ་རེད་ཟེར་གི་རེད་ད་མ་མཐོང་བ་མ་ཤེས་པ།

དང་པོའི་གེགས་ཀྱིས་དཀྲིས་པའི་སྡུག་བསྔལ་བཙལ་ནས་མེད་ན། ང་ཞུགས་ལ་དཀྲིས་པའི་སྡུག་བསྔལ་དེ་ཡོང་གི་ཡོད་མ་རེད། དང་པོ་ནས་དཀྲིས་པའི་སྡུག་བསྔལ་ཆུང་ཆུང་གི་རྗེས་ཧ་མ་གོ་བར་མི་འཚོ་བ་བྱེད། དེ་བྱེད་དུས་ནི་ག་ལེ་ག་ལེ་དཀྲིས་པའི་སྡུག་བསྔལ་ཆེར་ཆེར་ཆེར་འགྲོ་འདི་ནི་གོ་ཅིག། ཉི་མ་ཅིག་ཁ་ལ་མ་ར་འདི་རྦད་དུ་གྲོད་ཁོག་ལྟོགས་འདི་འདྲ་ཡོང་གི་རེད་བ། སྡུག་བསྔལ་ཡོང་གི་རེད་བ། ཨོ་དེ་ནང་གི་རེད་གསུངས་བ་རེད། གཞོན་པ་ཞིག་བ་དེ་ལ། དང་པོ་ག་ལ་ཡོད་ཟེར།

ཨོ་དཔེར་ན་དེ་འདྲ་ཡོང་གི་ཡོད་རེད་བ། ད་དེ་སྐྱེ་དགའི་ལྷ། སྲིད་ཀྱིས་སྣོན་དུ་བཅུག་པ་ལ་ཇི་ལྟར་དགའ་བཞིན་དགའ་བཞིན་བ་དེ་ཀྱི་སྡུག་བསྔལ་ཆེས་བརྒྱུད་པའི་བདེ་བ་མྱང་དུ་སིམ་པ་ཅན་ཡོད་སྲིད། ད་དཔེར་ན་མི་འཚམས་ཆེན་པོ་ཅིག་ཡོད་ན་མི་འཚམས་ཆེ་ཡག་པོ་གི་མི་ཆེ་ཡག་གི་ན་སོང་ན།

དེ་ཟེར། རྟ་ཡི་བ་མ་ཟེར་ན་རྟ་ཡི་ལུས། དེ་སང་དེ་ང་ཚོ་ག་ཟེར། སྤུག་གསོ། བོད་སྐད་ཆང་ས་མི་ཞིག་གིས་དེ་འདྲའི་གི་ཚང་མ་ལྕགས་པ་ཟེར་འདུག་རྟ་གི་ལྕགས་པ་རག་གི་ལྕགས་པ་ལུག་གི་ལྕགས་པ་ཟེར། དེ་ལྕགས་པ་ཟེར་ཡ་ཡིན་ཁོ་ཁ་ཁ་ཡིན། རྟ་གི་ལུས་དེ་ལ་རྟ་ལུས་ཟེར། ར་ཡིན་ན་རིལ་མ་ཟེར། ཟོ་ཡིན་ན་སྨྱོ་བ་སྐྱེ་བ་ཟེར་གི་འདུག། མི་དང་ཕྱི་ཡིན་ན་དེ་ནི་ལྕགས་པ་ཟེར་ཕྱི་གི་ལྕགས་པ་མི་གི་ལྕགས་པ།

གཙང་པའི་སྐྱེས་པ་གདོང་བརྒྱུད་ལ་སྡུག་བསྔལ་སྟོང་པའང་བདེ་སྐྱེད་ཡོད་དེ། ཆེས་མཐུག་པའི་སྐྱེ་འཇིག་དང་སྡུག་བསྔལ་ཡིད་ཀྱིས་གསུངས་པ་སྙམ་ཞེས། ད་འདི་འདྲའི་སང་ནི། དཔེར་ན། སྡུག་བསྔལ་ཆེན་པོ་ཡོད་རེད་དེ། སྡུག་བསྔལ་དེ་ཁོ། ལྡོག་འགྲོ་གི་ཡོད་རེད་ཟེར་གྱི་ཡོད་རེད་བ། དཔེར་ན། སྐབས་རེ་སྡུག་བསྔལ་ཆེན་པོ་ཞེས་ཡང་སྡུག་བསྔལ་མེད་པ་རེད།

ལྡེ་བི་གིས་གཡོགས་པ་ལྟ་བུ་ལྡེ་བི་གིས་གཡོགས་ཟེར་ན་སྡེ་བ་དེ་གས་ཕ་གཡོགས་ནས་བསྒྲིགས་ནས་སྡུག་བསྔལ་དུ་ཐོག་མ་ཆུད་པ་གཡོགས་ཟེར་ན་གཟུ་བོ་ལོ་གང་རེད་གཟུ་བོ་དུག་ལོག་གིས་གཡོགས་བཞག་པ་ཡིན་ན་དུག་ལོག་དེ་གས་གཟུ་བོ་གི་ཤ་ཐོག་བཅུག་གི་ཡོད་མ་རེད་པ། དེ་ག་ནང་བཞིན་སོ་སོའི་སྐྱེ་བོ་རྣམས་ཐོག་མར་ག་འདྲས་བྱོས་རེད་ཟེར་ན། ལྡེ་བི་གས་སྡུག་བསྔལ་གཡོགས་ནས། གཡོགས་ཟེར་ཏེ་སྡུག་བསྔལ་ཡོད་པ་ཡིན་ན་ཡང་སྡེ་བ་དེ་གས་ཡིན་ནོ་ཤ་ནས།

སྡུག་བསྔལ་སྒྲིག་པ་ཞེས་པའི་གི་བདེ་བ་ཟེར་གྱི་སོ་སོ་སྐྱེ་བོ་འདུག་མི་འདུག་བལྟ་ན། སྡུག་བསྔལ་སྒྲིག་བྱེད་ཀྱི་བདེ་བ་ཟེར་རྒྱུ་དེ་གང་ཡང་ཡོད་མ་རེད་ཟེར། ད་ལྟ་འདི་ནས་ཤེས་པ་ནང་གི་རེད་སྐྱེས་དགའ་ན་ཆེ། དང་པོ་སྐྱེས་པ་ནས་བཟུང་སྟེ་མ་ཤེས་ཀྱི་བར་དུ་སྡུག་བསྔལ་ཆེ་ཆུང་གྱི་རེད་མ་ཐོག་པའི་རིགས་ཀྱི་སྡུག་བསྔལ་ཡོད་ཡོད་པ་ཅིག་གཞན་དབང་དུ་གྱུར་པ་ཡིན་ཏེ་སྡུག་བསྔལ་ཡོད་ཡོད་པ་ཞིག་དེ་འདྲ་བྱས་ཏེ་སྡུག་བསྔལ་རྒྱུན་མ་ཆད་པ་ཡོད་ན་དེའི་བར་རུ་ཁ་ལ་བདེ་བ་ཟེར་གྱི་ཡོང་གི་མ་རེད་བདེ་སྡུག་འགལ་བ་རེད། འོང། དེ་ཡིན་དུས། སྡུག་བསྔལ་ཆེན་པོར་སྒྲིག་བཞེས་ཀྱི་བདེ་བ་ཞེས་བྱ་བ་ཅུང་ཟད་ཀྱང་མེད་ཞེས་ལྟ་འདི་གཅིག་སེམས་ཀྱི་རྣམ་རྟོག་གི་བདེ་བ་ཡོད་སྣང་འདྲ་བོ་ཤར་ནས་དེའི་བདེ་བ་དེ་གི་སྡུག་བསྔལ་སྒྲིག་རེས་སང་རེ་མ་གཏོགས་དོན་གྱི་དངོས་པོ་གི་ཐོག་ནས་བཤད་པ་ཡིན་ན་ཐ་སྙད་ཀུན་རྫོབ་ཏུ་སླ་ཡང་སོ་སོ་སྐྱེ་བོ་རྣམས་བདེ་བའི་གནས་སྐབས་ཞེས་བྱ་བ་ཞིག་མེད་ཞེས་གང་གི་སྡུག་བསྔལ་སྒྲིག་བརྗོད་པ་བདེ་བ་ཞེས་བྱ་བ་ཅན་ཡང་མེད།

ཁྲོན་པ་ནང་ལ་ཟ་སོང་ན་མི་ནི་ཆུ་སྲིན་མང་པོ་གི་ཁ་གདང་ནས་ཨེ་ནི། མ་ཏོ་ཟ་ལི་མ་ཏོ་ཟ་ག་ཡ། དེ་ནས་ཁྲོན་པ་དེ་གའི་མགོ་ལ་དེ་ན་སྦྲུལ་ཡོད་རེད་ཟེར་སྦྲུལ་མགོ་ལས་དེ་འདྲ་གི་སོ་སྐྱ་ཆོག་ཆོག་ཡོད་པ་བར་ཟེར། དེ་ནས་དེ་འདྲ་ཡོད་དེ་ཁོ་མར་ཟ་འགྲོ་རེད་ཁྲོན་པ་གི་སྐྱེས་ཕ་གི་སྐེད་པ་ནས་རྩ་རྩ་ཕུང་ཅིག་ལག་པ་བཟུང་ནས་འདྲི་ཟིན་ཐུབ་པ་རེད་ཟེར། མ་མ་ས་ནི། ད་འདི་ལས་འདས་ཏེ་ཙག་ཙག་ཕུང་སྟེ་ཙི་ཙི་དེ་སོགས་ཀྱི་ཟག་ནི་གཏུགས་འགྲོ་གི་ཡོད་རེད། ཙག་གཏུགས་འགྲོ་བ་ཡིན་ན་ད་ཁོ་མོ་འདི་ཟག་འགྲོ་གི་བ་རེད། དེ་ནས་ཡིན་ན་ཡང་ཁོ་རང་ག་རེ་བསམ་གི་ཡོད་རེད་ཟེར་ན་ད་ཡིན་ནི་མ། སྦྲང་རྩི་འདྲ་བོ་ཅིག་གི་ཟག་ཡོང་ནི་སྦྲང་རྩི་ཐིགས་པ་ཞིག་ཁ་ནས་ཡོང་ནི་ད་དེ་དཔེ་ཡག་པོ་ཡོད་ནོ་ཤ་ནི་སྡུག་བསྔལ་དེ་སོགས་མི་མཐོང་ནི་ཟེར་གི་ཡོད་རེད་ད་སྡུག་བསྔལ་དེ་སོགས། ཧ་མོ་ཀོ་ནི་ད་རུང་སྦྲང་རྩི་ཆུང་ཆུང་ཅིག་ལ་སྦྲང་རྩི་གཅིག་ལ་ཁ་ན་ཡོང་ན་དེའི་གི་རྔ་མོ་དེ་ཉོག་སི་ཉོག་འདོད་ཀྱི་སྲང་མོ་ཞིག་རེད། ཟ་ཡ་རེད་སྦྲང་རྩི་ཟ་ཡ་རེད་སྲང་མོ་རེད། འོ་དེ་ག་ནང་བཞིན་ད་སོ་སོ་སྐྱེ་བ་མི་སྲིད་རྒྱུ་དེ་ག་རེ་རེད་ཟེར་ན། ཁོ་རང་བཞིན་གྱིས་ཁོ་བའི་སྣེའི་ནང་ལྷུང་ཚར་བ་ཡིན་དུས་ཁོ་བོས་གི་སྡུག་བསྔལ་ཡོད་ཡོད་པ་ཞིག་རྒྱ་མཚོ་ཆེན་པོ་ནང་ཞིག་དེ་ནས་རྒད་པོ་ཆགས་སོང་ན་དེའི་གི་ཁོ་ཤི་ཆོག་ཆོག་རེད་མ་གིའི་ཆུ་སྲིན་གི་ཁ་ནང་འགྲོ་ཆོག་ཆོག་འགྲོ་ལ་ཁ་འགྲོ་བསྡད་དེ་རེད། དེ་ག་ནང་བཞིན་གྱི་དེ་ནི་གློ་བུར་གྱི་རྐྱེན་གྱིས། སྦྲུལ་ནག་པོ་སོགས་ཀྱང་ནི་ལང་སང་ཤི་འགྲོ་བར་བ། དེ་ནང་བཞིན་གློ་བུར་གྱི། ཤི་ཡག་གི་རྐྱེན་ག་བ་ཡོད་མེད་ཧ་མ་གོ་བ་ཞིག། དེ་ནི་ཡིན་ན་ཡང། དེའི་སོ་སོ་གྱི་ཚད་ནི་ག་རེ་རེད་ཟེར་ན་རྩ་ནང་བཞིན་གྱི་རྩ་དེ་ལས། ཀོ། ཆད་འགྲོ་བར་བ། དེ་ལ་ཕྲ་ཕོགས་ཡོད་མ་རེད་ཅིང་ལ་ནི་དེ་ལས་ཙིག་ཙིག་གི་སོགས་ཀྱང་ནི་དེ་ལས་ཀྱང། ཆད་འགྲོ་བར་བ།

ཁྲོན་བོད་ཀྱི་གཅེས་ནོར་བུ་མོ་ཡིན་པ་རེད། ཆོས་གདུགས་ཆགས་བྲལ་མེད་དོ་ཞེས་སོ་སོ་སྐྱེ་བོའི་བསྟན་བྱ་རེད་དེ། ངེས་པ་དེ་སྐྱེས་ཤིང་ནང་བཞིན་གཏི་མུག་གི་ཐ་མ་བསྲུང་ཞེས་བྱ་བ་དེ་ད་འདི་འདྲ་བཤད་གི་རེད་འོ་ན་ཡ་ད་སོ་སོ་སྐྱེ་བོ་རྣམས་སྡུག་བསྔལ་གྱི་རང་བཞིན་ཚང་མ་སྡུག་བསྔལ་དེ་འདྲ་ཡིན་ན་ཨ་ནི། བདེ་བའི་གི་རང་བཞིན་མ་ཡིན་པ་ལུས་སྡུག་བསྔལ་གྱི་རང་བཞིན་ཡིན་ན་ཨ་ནི་སྡུག་བསྔལ་གྱི་རང་བཞིན་རེད་ཟེར་ནས་བསྟན་དགོས་གི་མི་འདུག་བ་སངས་རྒྱས་པ།

གཏི་མུག་གི་སྒྲིབ་ནི། ཅེས་འདོད་དང་གི་གནས་ཚུལ་མི་རྟོགས་པར་མ་ཟད་ཐ་སྙད་ཀྱི་གནས་ཚུལ་དང་ཡང་རྟོགས་མི་ཐུབ་པ་ཡིན་པ། ཧ་མི་གོ་བ་ཡིན་པ། དེ་ཡིན་དུས་གཏི་མུག་ཀུན་གྱི་ཐ་མ། གཏི་མུག་ཀུན་གྱི་ཐ་མ་ཟེར་གྱི་དེ་ལྟ་དེ་རེད་ད་གཏི་མུག་ནང་ནས་སྡུག་ཤོས། སྡུག་ཤོས་དེ་ག་རེ་རེད་ཟེར་ན། ནི། ད། ཐ་སྙད་ཀྱི་གནས་ཚུལ་དང་ཡང་ཧ་མ་གོ་བ་དེ་རེད། ད་དོན་དང་གི་གནས་ཚུལ་དུ་ཧ་མ་གོ་བར་མ་ཟད་ཐ་སྙད་ཀྱི་གནས་ཚུལ་དང་ཡང་ཧ་མ་གོ་བ་ཡིན་ན་དེ་གཏི་མུག་ནང་ནས་སྡུག་ཤོས་དེ་རེད། འོང། ཐབས་རྙེད་ཀྱི་གནས་ཚུལ་ལ་ལུས་སྡུག་བསྔལ་གྱི་རང་བཞིན་ཡིན་ན་ཡང་སྡུག་བསྔལ་གྱི་རང་བཞིན་ཡིན་པར་མ་ཤེས་པ། མི་རྟག་པའི་རང་བཞིན་ཡིན་ན་ཡང་མི་རྟག་པའི་རང་བཞིན་ཡིན་པར་མ་ཤེས་པའོ། དེ་འདྲ་ཡིན་དུས་དེའི་ཤེས་པའི་ཀྱི་ཆེད་དུ་དེ་ནི། སངས་ཀྱིས་ནང་བཞིན་ལུས་སྡུག་བསྔལ་དང། མི་རྟག་པའི་རང་བཞིན་ཡིན་པར་གསུངས་པ་རེད། འོ་དེ་ཤེས་ཏེ་མི་དགོས་ཀྱི་ཐ་མ་གསུངས། ད་འདི། བོང་བུ་གི་མཇུག་མ་ལ་མཛུལ་བསྡད་མཁན་གྱི་མི་ནང་བཞིན་རེད། བོང་བུ་ཟེར་གྱི་ཡོད་ལ་བོང་བུ་གི་གཞུག་མ་ལས་མི་གཅིག་གིས་བཟུང་བསྡད་པ་རེད། འདི་ག་རེ་རེད་ཟེར་ན། མི་ཚང་གཅིག་གི་ནང་ལ། ཁོ་ཚོ་ཁང་པ་འདྲ་བོ་ཞིག་སྐབས་ཤིག་ལི་ག་ལས་ཀྱི་ཡིན་ས་རེད་བ། ལི་ག་ལས་ཀྱི་གཡོག་པོ་ཚོ་ཡི་གི་ལི་ག་ལས་གླ་ཤ་སྤྲད་དུས། དེ་ནས་གླ་ཤ་དེ་ར་ཡི་ནས་བརྐོས་ནས་ལི་ག་དེ་ཕྱེད་ཀ་ཟིག་ལས་ནས་དེ་ནས་རྒྱུགས་སོང་ལི་ག་དེ་ཚང་མ་ལི་རོ་མ་བྱས་ནས་བཞག་པ་རེད། ལི་ག་ལི་རོ་མ་བྱས་ཏེ་ཨ་མ་དེ་བཀའ་རྒྱུགས་བཏང་དེ་ལི་ག་གཅིག་ག་རེ་ཡིན་ན་དེ་ཆང་ཚང་རེད། གཅིག།

ཨང། དེ་ག་ནང་ཞིག་གིས་ག་རེ་རེད་ཟེར་ན། སོ་སོ་སྐྱེ་བོ་རྣམས་ཀྱིས་སྡུག་བསྔལ་ཡོད་པ་ཧ་གོ་གི་སྡུག་བསྔལ་ཡོང་གི་ཡོད་རེད། སྡུག་བསྔལ་ཡོང་གི་ཡོད་རེད་དེ་སྡུག་བསྔལ་དེ་གཏང་མ་ཤེས་ནས། སྡུག་བསྔལ་དེ་ཕ་གཡུག་མ་ཤེས་ནས་དེ་སྡུག་བསྔལ་དེ་ཟིན་བསྡད་པ་རེད། སྡུག་བསྔལ་དེ་ཟིན་ཟིན་ཟིན་བསྡད་པ་རེད། འོ་དེ་ནང་ཞིག་གིས་ད་སྡུག་བསྔལ་དེ་ཕ་གཏང་ཐབས་བྱེད་དགོས་ཀྱི་ཡོད་རེད། དེའི་ཆེད་དུ་སངས་རྒྱས་ཀྱིས་གསུངས་པ་རེད། སྡུག་བསྔལ་ཡོད་སྙོམས་ཀྱིས་བསྡད་ཀྱི་ཡོད་རེད་དེ་སྡུག་བསྔལ་དེ་མེད་པ་བཟོ་ཤེས་ཀྱི་ཡོད་མ་རེད། བ་སྤང་ཤེས་དགོས་ན་སྡུག་བསྔལ་ག་སྲིད་ཡོང་ནས་ད་རུང་སྡུག་བསྔལ་དེ་ཟིན་བསྡད་དགོས། ཚུར་ཟིན་བསྡད་དགོས། མི་བླུན་པོ་གི་བོང་གུ་རྒྱུག་མ་ཞུགས་ན་ཟུམ་པ་ལངས་ཀྱི་རེད་ཟེར། འོ་དེ། སྟོན་མོ་ཀུན་གྱི་མཐའ་མ་སོང་བླུན་པོ་གི་མོ་མཐའ་མ་དེ་རེད་ཟེར། མི་རྟག་པ་ལ་ངེས་པ་ཡོད་གང་ལ་གནོད་ཡོད་དེ་དེ་མིན་དེ་བཞིན་མི་རྟག་གང་ཡིན་པ་ཕངས་ཤིང་སྡུག་བསྔལ་ཞི་བྱར་འགྱུར་རོ་ཟེར། ད་འདི་དེ་རེད་ད།

དེའི་རྒྱུ་མཚན་ག་རེ་ཟེར་ན་མི་རྟག་པ་ལ་ངེས་པར་གནོད་འོས་ཤིང། ལུས་མི་རྟག་པ་ཡིན་དུས་སྐད་ཅིག་མ་རང་གི་རེད་དུས། མི་རྟག་པ་གི་གནོད་པ་ཞེས་པའི་མི་རྟག་པའི་གི་གཞན་དབང་དུ་གྱུར་པ་ལ་ང་ཚོ་མི་རྟག་པ་དེ་ལ་ང་ཚོས་གི་ཕ། གང་ཡང་བྱེད་ཐུག་གི་མ་རེད་བ། མི་རྟག་པ་དེ་འགྱོད་ཀྱི་མེད་པ་ཅིག་བཟོ་ཐུག་གི་མ་རེད་བ་སུ་གང་གི། མི་རྟག་པ་ནི་ང་ཚོས་ཚུར་ག་དུས་ཡིན་ན་འཁོར་སྐད་ཅིག་རེ་རེ་བཞིན་དུ་འགྱུར་བ་བཏང་དུ་གྱུར། ད་འདི་ནས་འགྱུར་བ་མ་བཏང་རོགས་གྱིས་ལྟོས་ཟེར་བཞག་རོགས་གྱིས་ཟེར། སྐད་ཅིག་ཁ་ཤས་ཀྱིས་འགྱུར་མ་འགྲོ་བ་བཞག་རོགས་གྱིས་ཟེར་ནས་བཞག་ཐུབ་གི་མ་རེད་བཞག་ཡ་འཁོར་ཡོད་མ་རེད། དུས་ཚོད་དེ་འགྱུར་འགྲོ་གི་རེད་སྐད་ཅིག་རེ་རེ་རེ་རེ། དེ་བྱེད་དུས་ང་ཚོས་མི་རྟག་པའི་གི་གཞན་དབང་དུ་གྱུར་ཚར་བ་རེད། མི་རྟག་པ་ལ་གནོད་པ་ཡོད་གང་ལ་གནོད་ཡོད་དེ་དེ་མིན། མི་རྟག་པའི་གི་གནོད་པ་ཡོད་པ་དེ། གང་ཡོད་པ་དེ་ལ་ནི་བདེ་བ་ཡོད་པ་མ་ཡིན་ཞེས།

ཚགས་ལེན་ས་ལ་འགྲོ་མ་མྱོང་རེད་ཁྱོད་ཚོ་ཚགས་ཉན་དཔེ་ན་བོད་ལ་བོད་སྟོད་དུ་སོགས་ཡིན་ན་ཚགས་ལེན་ཡག་ཡོད་རེད་ཆོས་ཡོད་རོགས་ཆོས་ཚོགས་དེ་འདྲས་ཀྱི་དབྱིན་ཡོད་ལ་ད་ནི་ཚགས་དཔེ་དུ་ཆགས་དུ་ཡོད་རེད་ད་ཚགས་དེ་ཚོ་ཆགས་དུས་ཚགས་དེ་ནི་མོ་ལས་ཀ་ལེན་མཁན་དུ་སོགས་ད་མོ་ཏྲ་མོ་ཏྲ་ཕག་ས་ཁོ་ས་ཀྱི་སྟེང་ནས་ཕག་མོ་ཏྲ་ནས་བླུགས་ཤིག་ཆོག་གི་ཡོད་རེད་ཕག་བླུགས་ནས་ཡིན་ན་ཡང་ཚགས་ཡོད་ས་ཀྱི་དེ་ཀྱི་ནང་དུ་མཇུག་རྟ་འདྲ་བོ་ཞིག་ལྷག་སོང་ན་དོ་དགོང་ལྷག་སོང་སོང་ཉིད་ཚགས་རེད་འགྲོ་རེད་ས་མཇུག་རྟ་ལ་ཕུ་རུང།

མོ་ལ་ཆགས་ནས་དེ་ནི་དེ་ལ་བརྟེན་ནས་ཚུལ་ཁྲིམས་ཀྱི་གནོད་པ་ཡོང་གི་ཡོད་རེད། མོ་ཡིན་ན་ཕོ་ལ་ཆགས་ནས་དེ་ནི་ཚུལ་ཁྲིམས་ལ་གནོད་པ་ཡོང་གི་རེད་འོ་དེ་ཚོ་ཚང་མ་ད་ཡོད་ཀྱི་གནས་ཚུལ་ཧ་མ་གོ་བ་བྱས་ནས་ལུས་མི་གཙང་བས་ཀྱི་རང་གི་ཡིན་པ་ཧ་མ་གོ་ནས་གཙང་བ་འདི་ཟེར་ནས་དེ་ནི་ཅེས་འོ་དེ་ཚོ་ལུང་སྟེར་གྱི་ཡོད་རེད། འོ་ད་དེ་བཤད་གི་ཡོད། ཡུལ་ནི་ཤིན་ཏུ་རིང་བས་ཀྱང་ཡུལ་ལ་མི་ཐུག་ཡོད་མིན་ཏེ། སྨན་པ་ངའི་ལྟར་ཁྱོད་ཡོད་ལ་ང་བ་འབྲས་བུ་སྨན་པ་བསྟེན་ཡིན་ཞེས་བྱ་བ་དེ་ལྟར་འདི། ཡུན་ནི་ཤིན་ཏུ་རིང་པོས་ཀྱང་ཡུལ་ལ་མི་ཐུག་ཡོད་མིན་ཏེ། ད་ཡུལ་རིང་པོ་ཟིན་ན་སྐྱེ་བ་སྔ་མིན་སྐྱེ་བ་སྔ་མ་སྔ་མ་རྣམས་སུ་སྐྱེ་བ་ཐོག་མ་མེད་པའི་དུས་ནི་ང་ཚོ་ཡོད་རེད་བ། དེ་འདྲ་ཡོད་དུས་དུས་ཡུན་རིང་པོ་གི་ནས་ཀྱང། ཡོད་ལ་མི་ཐུག་ཡོད་མི་སྐྱེ་ཡོད་ཟེར་རྒྱུ་དེ་ཡོད་གཟུགས་སྒྲ་དྲི་རོ་རེག་བྱ་གཟུགས་མཛེས་མོ་སྒྲ་སྙན་པོ་དྲི་ཡོད་དུ་འོང་བ་རེག་བྱ་འཇམ་པོ་དེ་ནི་རོ་ཞིམ་པོ་འོ་དེ་འདྲའི་གི་ལོངས་སྤྱོད་ནི་ནི་མི་ཐུག་ཡོད་མི་སྲིད་ལོངས་སྤྱོད་ནི་ཚ་ཡ་མེད་པ་ད་མི་ཐུག་ད་ཐུག་རྒྱུ་རྩ་ནས་ཡོད་མ་རེད།

བསྟན་པ་བྱེད་པ་འགའ་ཞིག་ལ་བསྟན་པ་བྱེད་པ་འགའ་ཞིག་ལ་ས་སི་ཟློག་པ་མེད་ཅེས་ཞེ་རེར་བསྟན་གྱི་པ་ནི་མི་རྣམས་ལ་འདོད་རེ་འཕེལ་བའོ་དེ་བཞིན་ནོ། ད་བསྟན་པ་ས་ནི་སོ་སོ་གི་གཅིག། གཟུགས་མཛེས་མོ་སྒྲ་སྙན་པོ་འདི་འདྲི་གཅིག་ལ་བསྟན་ནི་ནི་ཁྱབ་པ་བཞིན་དེ་ལོངས་ཤིག་ཡ་ཞོ་རེ་བ་བསྟན་པ་བྱེད་པ་འགའ་ཞིག་ལ་ས་སི་ཟློག་པ་མེད་པས་ས་ལ་སི་པ་ཁ་ཤིག་གི་ས་ཟ་གི་རེ་ད།

འདོད་པ་ག་སྲིད་བསྟེན་པ་ཡིན་ན་ཡང། འདོད་པ་ག་རེ་བསྟེན་པ་ཡིན་ན་ཡང་དེ་ལས་ཕིག་གི་རེད་དཔེར་ན་ང་ཚོ་དེ་ཡོད་ཨ་ལན་ཚ་ཁྱོད་ནང་ཞིག་ཟེར་ནས་ཁ་སྐོང་འདུག་སང་ནི་ཚ་ཚ་ཁུ་ཡིན་པས་ཁྱོད་མཐོང་དུ་ཁྱོད་ག་སྲིད་མཐོང་ན་དེ་སྲིད་བསྐང་བ་དགོས་ག་སྲིད་མཐོང་ན་དེ་སྲིད་བསྐང་བ་དགོས་ཨོ་དེ་ནང་ཞིག་འདོད་རན་ཕལ་པོ་དེ་བཞིན་ནོ་ཞེས་བྱ་བ་འདི་རྙེད་ཀྱི་རེད་ཟེར་འདུག་ཁ་ཞེ་གཉིས་ཁུག་ཡ་དགའ་བོ་གྱུར་བ་གཉིས་ཁུག་ཡ་དེ་ག་སྲིད་ཁུག་ན་ཡང་དེ་སྲིད་ཅིག་གིས་ཨ་ནི་ཁུག་དགོས་རེད།

ར་གཞོན་ཕོ་མོས་འདྲ་བ་ཡིན་ན། འདི་ནི་བུ་དང་བུ་མོས་ཕན་ཚུན་འཆིང་ཐབས་ཀྱིས་ནི་འཁྲིག་པ་ཤོད་པ་ཡིན་ན། དེ་ལ་དེ་ནི་ག་ཟེར་གི་རེད། བུད་མེད་བཟང་གཞས་ཀྱི་ཆད་པ་ཡོད་མ་རེད་ཟེར་གི་རེད་ཤེས་དམ། སོ་སོ་གི་ཆུང་མ་ག་རེ་ཡིན་ན་ཆུང་མ་གི་བཟང་གཞས་ཀྱི་འཁྲིག་པ་ཤོད་ཡ་ལ་དེ་ནི་ཆད་པ་གང་ཡང་ཡོད་མ་རེད། ཡིན་ན་ཡང་མི་ཡི་སྣང་སྟོང་ག་འདྲ་ཡོད་རེད་ཟེར་ན་ད་འཛིན་མོ་ཡིད་དུ་འོང་བ་ཡིན་ན་དེ་ལས་དགའ་བ། ཡིད་དུ་མ་འོང་པར་སྡུག་པ་ཡིན་ན་དེ་ལས་མི་དགའ་བ་མི་ནང་བཞིན་དེ་འདྲས་བྱེད་གི་ཡོད་རེད་ཟེར་ཞེ་སྡང་ཁོ་མིག་གི་སྣང་སྟོང་ཟེར་རྒྱུ་དེ་དེ་འདྲས་བྱས་ནས་ཁོ་རང་བཟོ་བཞག་གི་ཡོད་ར་སྣང་སྟོང་བོད་མའི་སྐོར་ལ་འཁྲིག་པ་ལ་ཐ་དད་ཅུང་ཟད་ཡོད་པ་མ་ཡིན་ཞེས་པའི་གཟུང་གཞན་གྱིས་ཡང་ལོངས་ཤོད་ན་ཆོས་ལ་མོ་ཆོག་དེ་ཡིན་དུས། གཟུགས་བཟང་པོ་ཡིན་ན་རེད་གཟུགས་ངན་པ་ཡིན་ན་རེད་ག་རེ་ཡིན་ན་ཡང་ཁྱད་པར་གང་ཡང་མེད་བཞིན་དུ་ཨ་ནི། ད་མི་ནག་ཅིག་དཔེ་ན་གྲྭ་བ་ཡིན་ན། སྐྱིད་པ་ཡིན་ན། བུད་མེད་མཆོག་ཏུ་གྱུར་པ་ཡིད་དུ་འོང་བ་ལྟ་བུ་དེ་འདྲི་ལ་ཆགས་པ་ཞེས། ཡིད་དུ་མི་འོང་པ་ངན་པ་ལྟ་བུ་དེ་ལ་ཆགས་པ་མི་ཤེས་པའི་རྒྱུ་མཚན་གང་ཡང་ཡོད་མ་རེད་ཞེས་བྱ་བ་ཁྱོད་ལ་མོ་མཆོག་གིས་ཅི་ཞེས་སོ་མོ་མཆོག་ཟེར་ན་ཡིད་དུ་འོང་བ་འཛིན་མ་ཡིད་དུ་འོང་བ་དམིགས་བསལ་གྱི། ཅེས་ཀྱིས་ད་སོ་སོ་མི་ལ་བསམ་བློ་དེ་འདྲ་ཡོང་གི་ཡོད་རེད་བ། ཤི་ཐང་བུད་མེད་ཁོ་ཐང་ཅན་ལ་ཐོ་སྐྱེས་མི་འགའ་དེ་མོ་ཕྱོགས་ཡོད་དུ་འོང་བ་དེ་འདྲ་ཡོད་ན་དེ་ལས་དེ་འདྲ་འདོད་པ་དོན་དུ་རྙེད་གི་འདུག་འདྲ་བོ་དེ་འདྲའི་བསམ་པ་ཡིན་ན། དེ་ལ་ཆད་པ་ཡོད་མ་རེད་ཟེར་དེ་ཤེས་དགོས་སོ་སོ་སྣང་དོག་གི་བཟོ་ནི་མ་གཏོགས། དཔེར་ན་སྣོད་ཐ་དད་འདུག་སྣོད་ཐ་དད་དུ་ཟེར་བའི་གི་ཟས་ཁྱེར་འདུག་རེད། སྣོད་མ་འདྲ་མ་འདྲ་བ་རེད་དེ། ཟས་ཁ་ལག་གཅིག་པ་གཅིག་ཆང་བཞག་པ་ཡིན་ན།

འདི་ཡེ་གདོང་མ་འཛིན་མ་རེད་འདི་ངན་པ་རེད་ཟེར་གཅིག་བཤད་ཐུབ་མ་རེད་ཟེར་གི་རྣམ་རྟོག་འུ་ཚོ་བཞག་གི་རེད། དཔེར་ན་གཅིག་གིས་ཡེ་གདོང་མ་འཛིན་མ་ཡེ་གདོང་མ་མཐོང་ས་དེ་གི་གཅིག་གིས་དེ་ལ་མ་དགའ་ཡང་འདྲ་འདྲ་བོ་རེ་དེ་ལ་ཁོ་སྡུག་པ་ཅན་འདྲ་བོ་ཞིག་མཐོང་འགྲོ་གི་རེད། འོང། དེ་འདྲ་བྱེད་དུས་གང་ཡ་གང་ཡེ་འོང་བརྗོད་པ་དེ་ནི་དེ་ཡི་ཚིམ་པ་ལ་སོ་སོ་གི་གང་ཡེ་གདོང་མ་ཡིན་ན་དཔེར་ན་སྤྲང་པོ་ཡིན་ན་སྤྲང་པོ་གི་སོ་སོ་སོ་གི་ཡང་གཅིག་རིགས་དང་མཐུན་པའི་གི་བུད་མེད་ཅིག་ཡོད་ན་དེ་ཡེ་གདོང་མ་ཅིག་སོ་སོ་སོ་གི་ཚིམ་པ་ཅིག།

ཞེས་བྱ་བ་དེ། བློ་གྲོས་ངན་པ་ཟིན་ན། ཡུལ་གྱི་གནས་ཚུལ་ཧ་མ་གོ་བར། ཡུལ་གྱི་གནས་ཚུལ་ལ་ཤིན་ཏུ་ལོག་ཏུ་འཛིན་འགྲོ་མཁན། གནས་ཚུལ་དང་མ་མཐུན་པར་འཛིན་འགྲོ་མཁན་བློ་གྲོས་ངན་པ་ཁྱོད་ཀྱིས་ཆགས་པ་སྐྱེད་ཀྱི་ཡོད་དེ་ཆགས་པ་མེད་ཀྱི། འོ་དེ་ཞེས་རེད། འདི་ལ་གནོད་གཞི་གཉིས་ཀྱི་ཆུང་མ་བཞིན་དུ་རེད་ཟེར་འདུག་གནོད་གཞི་གཉིས་ཀྱི་ཆུང་མ་གཉིས་ཡོད་རེད་ཟེར་ཆུང་མ་གཅིག་གིས་ཟེར་ན་ངེད་ཀྱི་ཆུང་མ་དེ་ཡག་ཟེར་གཅིག་གིས་ཟེར་ན་ཁོས་ཀྱི་ཆུང་མ་དེ་ཡག་ཟེར་དེ་ཁོ་གཉིས་རྩོད་པ་ཐུག་ཡོད་ཟེར་ར་ཁོ་གཉིས་རྩོད་པ་ཐུག་ནས